སྙིང་རྗེ་ཆེན་པོའི་སྟབས་ཀྱིས་མཚན་མའི་ལམ་རྒྱ་ཆེར་སྤེལ་ལེགས་ཞུས་ཏེ་ཟིན་པ་ལྟར་འཛམ་གླིང་ཀུན་གྱིས་བཀུར་ཞིང་དོན་དགུར་བསྔོས། ཏིང་འཛིན་རྒྱ་མཚོའི་ནོར་བུ་གསོལ་བ་འདེབས། རང་ལུས་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་གདན་འདྲེན་དང་པོ། ཤོག་གྲངས་ཉིས་བརྒྱ་དྲུག་ཅུ་རེ་དགུ། ཆོས་རིག་བཀའ་བློན་ཚེ་རིང་ཕུན་ཚོགས་མཆོག་ནས། དཔལ་ལྡན་ཚོགས་གཙོ་མཆོག་ངས་མང་པོ། ཞུ་རྒྱུ་མིན། ཡིན་ན་ཡང་གཅིག་བྱས་ན་སྤྱི་ཚོགས་སྔར་བས་སྔོན་ལ་ཚུད་འགྲོ་བའི་རེ་བ་ཡོད། ད་ལྟ་གོང་ནས་ཞུས་པ་ནང་བཞིན་མདོ་སྨད་རྔ་པ་ཀིརྟི་གྲྭ་ཚང་གི་གྲྭ་པ་བློ་བཟང་ཕུན་ཚོགས་མཆོག་ནས་སོ་སོའི་སྐུ་ལུས་མེར་བསྲེགས་བཏང་གནང་བ་རེད། དེ་བཞིན། མེད་བཟའ་བཏུང་དགོས་པའི་རྒྱུ་མཚན་ག་རེ་རེད། བཟའ་རྒྱུ་མེད་པ་དང་འཐུང་རྒྱུ་མེད་པ་ཡང་ན། རི་ཆུ་མ་ཟིན་པར་མེད་བཟའ་བཏང་བ་མ་རེད། གྲྭ་ཚང་གི་ནང་དུ་གྲྭ་པ་ཉིས་སྟོང་ལྔ་བརྒྱ་ཡས་མས་ཤིག་ཡོད་བསྡད་པ་དེ་ཚོ་ཚང་མ་ང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་ནང་བཤད་ཚུལ་ཡོད་པ་རེད། སྐྲ་བྲེགས། ལུས་བསྒྱུར། ཞེས་སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའ་བསྐྱེད་པ་ག་རེ་ཡོད་པ་དེ་བཞིན་བྱེད་ཀྱི་ཡོད་པ་གོང་དུ་བཀུར་འོས་སྤྱི་འཐུས་ཤིག་གིས་གསུངས་པ་ནང་བཞིན་ལྷ་བུ་ལྷ་གཉེར་གཞན་ན་མེད་པ་དང། ཐུན་མོང་མ་ཡིན་པ་ཞིག་གནང་ནས་རྔ་པ་ཡུལ་གྱི། དགོན་པའི་ནང་དུ་ཡོད་པ་རེད། དངོས་གནས་བཤད་པ་ཡིན་ན། ཁོང་ཚོ་སློབ་སྦྱོང་ཡག་པོ་གནང་བཞིན་ལྷ་བ་མཐར་སོན་བྱུང་ཡོད་པ་ཡིན་ན། སྤྱིར་འཛམ་བུ་གླིང་དང་བྱེ་བྲག་ཏུ་བོད་གངས་ཅན་ལྗོངས་འདིའི་ནང་ནས་རྒྱ་མི་རིགས་ལའང་ཕན་ཐོགས་པ་ཞིག་རེད་ལ། ཁོང་ཚོས་ལྷ་པ་ལྷ་མྱེས་གནའ་ནས་ཁྲིམས་དང་སྒྲིག་གཞི་སྲུང་ནས་བསྡད་ཡོད་པ་རེད། དེ་ཡིན་དུས་དེ་འདྲ་འདོད་མཁན་ཞིག་ལ་མ་ཉེས་ཁ་གཡོག་དང་མ་བྱས་ལ་བྱས་པ་རེད་ཟེར་བ་དང། ཁྲིམས་འགལ་བྱས་མེད་ནའང་ཁྲིམས་འགལ་བྱས་པ་རེད་ཟེར་བ་དང། དཀའ་ངལ་བསམ་ཡུལ་ལས་འདས་པ་མང་པོ་ཞིག་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱིས་བསམ་ཞིབ་ཁྱོན་ནས་མེད་པའི་ཐོག་ནས། བྱས་པའི་རྒྱུ་མཚན་ལ་བརྟེན་ནས་དཀའ་སྡུག་དུ་མ་བཟོས་པར་རང་ལུས་མེར་བསྲེགས་བཏང་བ་རེད། ངས་བསམ་ཚུལ་བྱས་པ་ཡིན་ན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ལ་བཞུགས་པའི་དབུ་ཁྲིད་རྣམས་ཀྱིས་དགོངས་པ་བཞེས་སྟངས་དེ་ཞེ་དྲགས་ནོར་འཁྲུལ་ཆེན་པོ་རེད་བསམ་གྱི་ཡོད། བོད་བརྩིས་པའི་གྲངས་ཉུང་མི་རིགས་ཚང་མ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་དུ་ཡོད་པ་ཞིག་དང། མི་སྒེར་ཁྱིམ་ཚང་ཆེན་པོ་ཞིག། དགོས་ཀྱི་ཡོད་ན། མི་དེ་ཚོས་ཁམས་དང་ཨམ་བུའི་བྱེ་བྲག་དང་མཐུན་པ་ཞིག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་གསོ་སྐྱོང་དང་ལྟ་རྟོག་བྱ་དགོས་ཀྱི་རེད་མ་གཏོགས་ཤི་ལ་བྱེད་ཀྱི་ཡོད་འདོག་འདོག་ཅིག་བཤད་ནས། མ་འདུག། དེ་ཡི་འགལ་ཟླ་རྐྱང་རྐྱང་བྱེད་བསྡད་པ་ཡིན་ན། གོང་དུ་ངས་བཤད་པ་ནང་བཞིན། ཕན་པ་ལས་གནོད་ཆེ་བ་ཞིག་དང། དེས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འཕྲལ་ཕུགས་རྒྱང་གསུམ་ལ་ད་ལྟ་ཡོད་བསྡད་པ་ལས་དཀའ་ངལ་ཇེ་ཆེར་དང། ཉི་མ་གཅིག་ལ། ཏན་ཏན། གཞི་ལུགས་པ་འཐག་པས་མི་བསྡམ་ཟེར་བ་བཞིན་ཡོང་མི་སྲིད། ཡོང། ཡོང་མི་ཡོང་ཐེ་ཚོམ་ཁྱོན་ནས་མེད་པ་ཆགས་བསྡད་ཡོད་པ་རེད་ཅེས་ངས་གསལ་བཤད་བྱེད་ཀྱི་ཡོད། དེ་ཡིན་དུས། འདས་པའི་སྤྱི་ཟླ་གསུམ་པར་གནས་ཚུལ་དེ་བྱུང་ནས་གྲྭ་ཚང་དེའི་ཐོག་ལ་དཀའ་ངལ་གང་ཞིག་བྱུང་སོང། འཚོ་བའི་མཐུན་རྐྱེན་གྱི་ཐོག་ལ་བཟའ་རྒྱུ་མེད་པའི་དཀའ་ངལ་གང་འདྲ་ཞིག་བྱུང་སོང་དེ་བཞིན་གྲྭ་ཚང་གི་ཁོར་ཡུག་གཡས་གཡོན་ལ་ར་བས་བསྐོར་ནས་དཀའ་ངལ་ག་རེ་བྱུང་སོང། སྤུན་ཉེ་འབྲེལ་དག་ལ། ཁ་ལག་ཀྱང་སྤྲད་མ་བཅུག་པར་དཀའ་ངལ་ག་འདྲ་ཞིག་བྱུང་སོང། དེ་བཞིན་ནང་ཁུལ་གྲྭ་པ་རེ་རེའི་ཐོག་ལ་སྐོར་སྲུང་བ་དེ་ཚོ་ཡོང་ནས་ཞིབ་འཇུག་དང། རྩད་གཅོད། རྡུང་རྡེག་གིས་རེ་རེ་བཞིན་ཁྲིད་ནས་ག་འདྲ་བྱས་སོང། དེ་ནང་བཞིན་མཐའ་མ་གྲྭ་པ་སུམ་བརྒྱ་ཙམ་ལ་ག་རེ་བྱས་སོང། མི་མང་ལོ་ན། རྒན་གཞོན་རྣམས་ལ་རྡུང་རྡེག་དང་དམར་གསོད་ག་རེ་བྱས་ཡོད། དེ་ཡིན་དུས། དེ་དག་ཚང་མ་རྒྱ་ནག་མི་དམངས་ཅན་རྒྱ་ནག་མི་དམངས་རྒྱལ་ཁབ་ཀྱི་མི་རིགས་ཆིག་སྒྲིལ་གྱི་ཐོག་ལ་ཕན་གྱི་རེད་དམ་གནོད་ཀྱི་རེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཔོན་རིགས་ཚོས་བསམ་བློ་གཏང་རྒྱུ་གལ་ཆེན་པོ་རེད་བསམ་གྱི་འདུག། གལ་སྲིད། ཕན་གྱི་མེད་པར་གནོད་འདོད་པ་ཞིག་ཆགས་ཀྱི་ཡོད་ན། ངས་བསམ་ཚུལ་བཅད་ན་ནོར་འཁྲུལ་གྱི་ནང་ནས་ནོར་འཁྲུལ་ཆེན་པོ་ཞིག་རེད་བསམ་གྱི་འདུག་ཉེ་བའི་ཆེད་ལ། གཅིག་བཅད་ན་དག་སྣང་ཡིན་རྒྱུ་རེད། གསར་འགྱུར་ནང་དུ་གྲྭ་པ་ཚོར་དངུལ་གྱི་ལྷུ་སྒྲུལ་བྱས་ཏེ་དངུལ་ལེན་འདོད་མེད་པ་ཡིན་ན་ཡང། བཙན་དབང་གིས་ལན་གཅིག་པ་དང། དང་ན། གསན་རྒྱུ་ནང་དུ། བཤད་ཀྱི་འདུག། མདོར་ན། མདོར་བསྡུས་ནས་ཞུས་པ་ཡིན་ན། དངོས་གཞིར་བརྒྱུད་གསུམ་གྱི་ཐོག་ནས་བོད་རིགས་ལ། བསླུ་བྲིད་དང་བཙན་ཤེད། མགོ་སྐོར་རྐྱང་རྐྱང་བཏང། འདས་པའི་མི་ལོ་དྲུག་ཅུ་ལྷག་རིང་ལ་དེ་ལྟར་བྱས་པ་རེད། དེ་ཡིན་དུས། ང་ཚོའི་མིག་གིས་མཐོང་ས་ཞིག་ཏུ་རྒྱ་ནག་གི་མགོ་སྐོར་དང། ཡོད་བསམ་ན། མགོ་སྐོར་བཏང་ཡོད་བསམ་ན། འཛམ་བུ་གླིང་སྔོན་མ་ནང་བཞིན་ཆགས་ཡོད་པ་མ་རེད། དེང་སང་གི་དུས་ཚོད་ལ། སྔོན་མ་དཔལ་ལྡན་བཀའ་བློན་ཁྲི་པ་མཆོག་གིས་སྤྱི་འཐུས་ཚོགས་གཙོ་གནང་བའི་སྐབས་གསུངས་ཡོད་པ་རེད། བཀའ་ཤག་དང། སྤྱི་འཐུས་གྲོས་ཚོགས་ཀྱི་ཁང་པའི་ཐོག་ཁང་པའི་ཐོག་ན་ཁབ་ཅིག་ལྷུང་བའི་གྲགས་པ་ཡིན་ན་ཡང་འཛམ་བུ་གླིང་གིས་གོ་བའི་དུས་རབས་ཤིག་ཆགས་ཡོད་པ་རེད་གསུངས་པ་ནང་བཞིན། དེང་སང་གི་དུས་ཚོད་ལ་ང་ཚོས་སྐད་ཆ་ཞིག་བཤད་བཞག་པ་ཡིན་ན་འཛམ་བུ་གླིང་དུ་དྲ་རྒྱ་དང་དེ་མིན་གྱི་རྒྱུན་ལམ་མང་པོའི་ཐོག་ནས་སྐད་ཅིག་ལ་གོ་ཐུབ་པ་དང་མཐོང་ཐུབ་པའི་དུས་ཀྱི་འགྱུར་བ་ཆེན་པོ་ཐེབས་ཡོད་དེ་འདྲ་ཞིག་ཆགས་བསྡད་ཡོད་པ་དང། དེ་འདྲའི་དུས་སྐབས་སུ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་ད་དུང་ཡིན་ན་ཡང་ལོ་མང་པོའི་རྗེས་ལུས་ཀྱི་ལས་ཀ་རྐྱང་རྐྱང་བྱས་པ་ཡིན་ན། ཁུངས་འཁྱོལ་གྱི་ཁུངས་འཁྱོལ་གྱི་མེད་པ་ཞེ་དྲག་གསལ་པོ་བྱས་ནས་ཚོད་དཔག་བྱེད་ཐུབ་པ་ཞིག་ཆགས་ཀྱི་ཡོད་རེད། དེར་བརྟེན་ངས་བསམ་ན། གནས་ཚུལ་དེ་འདྲ་ཞིག་ལ་བརྟེན་ནས། སྤྱིར་བོད་གངས་ཅན་ལྗོངས་སུ་སྡུག་བསྔལ་མྱོང་བཞིན་པའི་མི་རིགས་ཡོངས་རྫོགས་དང། དེ་ཡི་ནང་ནས་ད་ལྟ་སྡུག་བསྔལ་མྱོང་བཞིན་པའི་རྔ་པའི་ཁུལ་དུ་ཡོད་པའི་ཀིརྟི་བྱེས་པ་གྲྭ་ཚང། རྔ་པའི་ཁུལ་དུ་ཡོད་པའི་ཀིརྟི་གྲྭ་ཚང་གི། གྲྭ་པ་དག་ལ་སྡུག་གྱོང་མནར་གཅོད་བཙོན་འཇུག་མ་བཏང་རུང་ན་རྒྱ་ནག་ནས་མ་སྤྱི་མཐུན་རྒྱལ་ཁབ་ལ་ཕན་པ་ཞིག་གཏན་ནས་མ་རེད་ཞེས་ང་ཚོ་ཕྱི་རོལ་ལས་ཁུངས་ཀྱི་མི་ཞིག་ཡིན་པའི་ཆ་ནས་རེ་སྐུལ་ཞུ་རྒྱུ། འདོད་པ་བྱུང་གསུངས། གཉིས་པ་ད་རིས་འདིར་མང་པོ་ཞིག་གིས་སོ་སོའི་ས་གནས་ཁག་ནས་ལས་འགུལ་གནང་སྟངས་དང་རྒྱ་གར་དབུས་གཞུང་སོགས་ལས་འགུལ་གནང་སྟངས་མང་པོ་ཞིག་གསུངས་སོང། ཆོས་སྡེ་ཁག་གིས་ལས་འགུལ་སྐོར་གཅིག་བྱས་ན་སུས་ཀྱང་ཟུར་དུ། གསུངས་མ་སོང། དེ་ཡིན་དུས། ད་ལྟའི་དུས་སྐབས་ཉིས་སྟོང་བརྒྱད་ཀྱི་ཚུན་ཆོད་ལྷག་པར་དུ། ཁེ་སང་ཕྱི་ཟླ་གསུམ་པའི་རྗེས་སུ་རྒྱ་སྐད་ལྷོ་ཕྱོགས་མོང་གོ་ལ་ཡོད་པའི་གདན་ས་ཁག། དཔེར་ན། དགའ་ལྡན་འབྲས་སྤུངས་གཙོས་གདན་ས་ཁག་གི། གྲྭ་པ་ཚོ་ཚང་མས་བྱེ་བྲག་རླབས་ཆེན་གྱི་ཤེས་འདོན་གནང་བ་དང་དེ་བཞིན་ལས་རིམ་འདྲ་མིན་སྤེལ་གནང་སོང། དེ་ནང་བཞིན་འབེབས་སྐབས་ཀྱི་ཕྱོགས་ལ་བསམ་བློ་བཏང་བ་ཡིན་ནའང་སེ་ར་བྱེས་སྨད་དང། དེ་མིན་རྣམ་གྲོལ་གླིང་ལ་སོགས་པས་ཀྱང་དེ་བཞིན་གནང་སོང། དེ་བཞིན་ས་གནས་ཁག་མང་པོ་དང། ལྷག་པར། རྡ་ས་ཀི་ཏི་བྱེས་པ་གྲྭ་ཚང་གི་རབ་ཏུ་བྱུང་བའི་སྡེ་དེ་དག་གི་རབ་ཏུ་བྱུང་བའི་སྡེའི་ཁྲིམས་དང་སྒྲིག་གཞི་ལམ་སྟོན་སོགས་ག་རེ་ཡོད་པ་ནང་བཞིན་གནང་སྟེ། ཆོས་གོས་རྣམས་ནི་རྡ་རམ་ས་ལ་ནས་ལྡི་ལི་བར་ཞི་བའི་གོམ་བགྲོད་ག་འདྲ་གནང་ནས་ཕེབས་ཡོད་མེད་ཀྱི་སྐོར་ངས་ཤོད་དགོས་ཀྱི། ཡོད་པ་མ་རེད་ཚང་མས་མཁྱེན་གསལ་རེད། དེ་ཡིན་དུས། ད་ལྟའི་དུས་སྐབས་འདི་ལ། བོད་པའི་སྤྱི་ཚོགས་ཀྱི་ནང་དུ། བོད་ནང་ལ་རྒྱ་མི་གུང་ཁྲན་ཏང་གིས་འཛམ་གླིང་ལ་མགོ་སྐོར་བཏང་ནས། ལྐོག་གསོད་བྱས་པ་དང། ལྐོག་སྦས་བྱས་པ། ལྐོག་གཡོ་བྱེད་བཞིན་ཡོད་པ་རེད། འཛམ་གླིང་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ལས་འགུལ་སྤེལ་བར་རྒྱུད་ལམ་ཁག་ཏུ་གསལ་བའི་ནང་གྲྭ་བཙུན་རྣམས་ཀྱང་ཚུད་བསྡད་ཡོད་པ་རེད། ཚང་མས་ལས་འགུལ་གནང་བཞིན་པ་དེ་བརྒྱུད་ནས་འཛམ་གླིང་དུ། བཀུར་འོས་སྤྱི་འཐུས་ཤིག་གིས་གསུངས་པ་ནང་བཞིན། ཀིརྟི་མི་ཡིག་དེ་སྨན་པ་ཙམ་གྱིས་འཕྲལ་དྲ་སྦྲགས་གནང་ནས་གནས་ཚུལ་མང་པོ་ཐོན་ཡོང་གི་འདུག་གསུངས་པ་རེད། གནས་ཚུལ་མང་པོ་ཐོན་ཡོང་གི་འདུག་གསུངས་པ་ལྟར། རྒྱ་མིས་བོད་ལ་ལྐོག་ཏུ་མནར་གཅོད་གཏོང་བཞིན་པ་དེས། ཉེ་ཤེར་སྦར་མོས་མཁས་པའི་རེ་བ་བརྒྱབ་པ་ཡིན་ན། ཉེ་ཤེར་སྦར་མོས་འགེབས་མི་ཐུབ་པར་འཛམ་གླིང་དུ་དེ་ལས་གསལ་བ་ཞིག་དང་དེ་ལས་ལྷག་ཅིག་དེ་ལས་རྒྱས་པ་ཞིག། ང་རང་ཚོས་བོད་དོན་དེ་གསལ་པོ་ཆགས་ཐུབ་པ་ཞིག་བྱུང་ཡོད་པ་རེད། དེའི་བརྟེན་འདས་པའི་དུས་སུ་ང་ཚོའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས་ཕྱག་ལས་གནང་བཞིན་པ་དེ་དོན་དང་དེ་དོན་དང་ལྡན་པ་ཞིག་དང། དོན་འབྲས་སུན་པ་ཞེ་དྲག་ཆགས་ཡོད་པ་རེད། ཡིན་ཡང། མཐར་ཐུག་གི་གྲུབ་འབྲས་དེ་ཐོན་ཡོད་པ་རེད། མཐར་ཐུག་གི་གྲུབ་འབྲས་དེ་ཐོན་ཡོད་པ་རེད་དམ་ཟེར་ན། དེ་ཐོན་ཡོད་པ་མ་རེད། དེ་ཙམ་ཤེས་རྒྱུའི་འདོད་པ་བྱུང་སོང། མ་འོངས་པར་ཡིན་ན་ཡང་ང་ཚོས། རྒྱལ་པོ་ཆེ་ལ་ནན་ཏན་དང། དམ་པའི་ཆོས་ལ་རྒྱ་མཚོས་བཤད་པའི་དཔེ་ལྟར་ལས་འགུལ་ག་རེ་གནང་དགོས་ཀྱི་ཡོད་ན། དང་པོ། གནད་འགག་ཆེ་ཤོས་དེ་ག་རེ་རེད་ཟེར་ན། སོ་སོ་ལངས་ས་ནས། སུ་གནས་ཐུབ་པ་ཞིག་དང། མི་ལ་རྩོད་པ་བརྒྱབ་ནའང་བརྒྱབ་ཐུབ་པ་ཞིག་དང། དྲང་པོ་སོ་སོ་ལ་ལངས་ཕྱོགས་བརྟན་པོ་ཞིག་དགོས་པ་ཞེ་དྲག་གནད་འགག་ཆེན་པོ་རེད། ཆོས་ཀྱི་ཕྱོགས་ལ་བསམ་བློ་བཏང་ན་བཏང་བ་ཡིན་ན་ཡང། ཁྲིམས་ནི་རྒྱུད་དང་མི་རྒྱུད་ས་གཞི་དུ། ཡོན་ཏན་ཀུན་གྱི་གཞི་རྟེན་ལགས་པར་གསུངས། ཞེས་གསུངས་པ་ལྟར་ཞེས་གསུངས་པ་ནང་བཞིན་དེ་དག་ཚང་མས་གཞི་རྩ་ག་རེ་རེད། ལྷ་དང་བཅས་པའི་སྐྱབས་གནས ྋགོང་ས ྋསྐྱབས་མགོན་ཆེན་པོས། ཉེ་ཆར། བཀའ་སློབ་ལམ་སྟོན་གནང་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་རྩོད་ཁྲིམས་དང་སྒྲིག་གཞི་དེ་ཚོ་ཀུན་འདུས་ཡེ་ཤེས་ནོར་བུས་བཀའ་སློབ་ལམ་སྟོན་གནང་བ་ནང་བཞིན་འགྱུར་བ་བཏང་བ་དང་ལག་ལེན་བསྟར་བ་དེས་ངས་བལྟས་ན་འཕྲལ་ཕུགས་རྒྱན་གསུམ་སྟེ། ཕྱི་སེ། བོད་དོན་བདེན་མཐའ་མ་སེལ་བར་དུ། བོད་དོན་དེ་རྩོད་ཐུབ་པ་ཞིག་དང་འཛམ་གླིང་འདིར་དུས་ཀྱི་འགྱུར་བ་ག་འདྲ་ཕེབས་པ་ཡིན་ན་ཡང་བོད་དོན་འཐབ་རྩོད་ཐུབ་པའི་གཞི་རྩ་ཞིག་ཆགས་ཀྱི་ཡོད་པ་རེད་བསམ་གྱི་འདུག་དེའི་རྟེན་ངས་ཤི་འདོད། ངས་ཤི་དགོས་ཀྱི་མ་རེད། ཐ་ན་དཔལ་ལྡན་ཚོགས་གཙོ་མཆོག་གིས་གསུངས་པ་བཞིན་བཀུར་འོས་སྤྱི་འཐུས་རྣམས་འཚམས་གཟིགས་ལ་ཕེབས་སྐབས་སུ ྋགོང་ས ྋསྐྱབས་མགོན་ཆེན་པོས་བཀའ་སློབ་ལམ་སྟོན་འཕྲལ་ཕུགས་རྒྱང་གསུམ་ལ་དགོངས་པ་བཞེས་ནས་ཀུན་ཏུ་ཡིད་བཞིན་ནོར་བུའི་ཤེལ་གྲུ་མུ་ནས་གསུངས་བཞག་པ་དེའི་ཐོག་ལ། ཐུགས་ན་སྣང་བ་དང། དེའི་རྗེས་སུ། ཀུན་ཏུ་ཡེ་ཤེས་ནོར་བུའི་བཀའ་ལེབ། ཕེབས་པ་དེ་ཚོར། ཡིག་ཆའི་ལམ་ནས་ཡོད་པ་རྣམས་ལ་ཐུགས་ན་སྣང་རྒྱུ་དང་དེ་བཞིན་གོང་ས་ཆེན་པོས། དགོངས་གཞི་དེ་དག་ལ་དགོངས་པ་བཞེས་ནས་གྲོས་ཚོགས་ཀྱི་ནང་དུ། དཔལ་ལྡན་བཀའ་བློན་ཁྲི་པ་མཆོག་གིས་གསལ་བཤད་གནང་བ་དང་དེ་ལྟར་ཚང་མ་ལ་ཐུགས་སྣང་ཆེན་པོ་གནང་རྒྱུ་ཞེ་དྲག་གལ་ཞེ་དྲག་གནད་འགག་ཆེན་པོ་རེད། ད་ལྟའི་དུས་སུ་གོང་དུ་བཀུར་འོས་སྤྱི་འཐུས་ཆེ་གཉིས་ཤིག་གིས་ཀྱང་གསུངས་གནང་སོང། ད་ལྟའི་དུས་ཚོད་འགྱུར་འགྲོས་ཅན་དུ་དགོས་ཀྱི་ཡོད་ན་ཡང་འདྲ། དཀྱོག་མཚམས་ཤིག་ཞུ་དགོས་ཀྱི་ཡོད་ན་ཡང་འདྲ། དུས་ཚོད་འདིའི་སྐབས་སུ་བོད་མི་མང་སྤྱི་འཐུས་ལྷན་ཚོགས་འདི། བོད་མི་མང་སྤྱི་འཐུས་ལྷན་ཚོགས་འདི་མི་མང་གི་ཀུན་རྫོབ་ཆགས་བསྡད་ཡོད་པ་ཡིན་དུས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་པ་དེ། བོད་མི་མང་ཡོངས་རྫོགས་ཀྱི་གྲོས་ཆོད་བཞག་བསྡད་ཡོད་པ་རེད། ང་རང་ཚོ་ཁ་ཤས་ཤིག་གིས། གྲོས་ཚོགས་ནང་དུ་གྲོས་ཆོད་ཅིག་བཞག་པ་ཡིན་ན་ཕྱི་དྲག་དགོས་པའམ་ཕན་ཐོགས་ཡོད་མེད་གསུངས་པ་ལྟ་བུ་སུ་ནས་དེ་འདྲ་གོ་སོང། ངས་བསམ་ཚུལ་ཞུས་པ་ཡིན་ན། གྲོས་ཆོད་འདི་ཕྱི་དྲག་གནང་ག་ཆགས་ཀྱི་འདུག་བསམ་གྱི་འདུག་གང་ཡིན་ཟེར་ཞེ་ན། གྲོས་ཆོད་འདི་ཤོག་བུ་ལྷེབ་ལྷེབ་ཅིག་རེད་དེ། བོད་མི་ས་ཡ་དྲུག་གི་དགོངས་ཚུལ་མཚོན་པའི་གྲོས་ཆོད་ཆགས་བསྡད་ཡོད་པ་རེད། ག་རེ་རེད་ཟེར་ན། བོད་མི་ས་ཡ་དྲུག་ཚང་མ་གྲོས་ཚོགས་ཁང་པ་འདིའི་ནང་ཤོང་གི་མ་རེད། དེར་བརྟེན། བོད་ཕྱི་རྒྱལ་གཉིས་ཀྱི་སྤྱི་འཐུས་ལྷན་ཚོགས་ཡོད་པར་བརྟེན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་བཞག་པ་དེ་ལ་བོད་མི་མང་ཡོངས་རྫོགས་ཀྱི་མངོན་འདོན་དང་མཐུན་གྱི་ཡོད་པ་རེད། དེར་བརྟེན། འདིའི་གྲོས་ཆོད། གནད་འགག་ཆེན་པོ་ཞེ་དྲག་རེད། གྲོས་ཆོད་འདི་ཡི་ནང་དུ་དོན་ཚན་བཀོད་པ་ནང་བཞིན་མ་འོངས་པར་རིམ་པ་བྱས་ནས་ལག་ལེན་དུ་སྟེར་དགོས་པ་གནད་འགག་ཆེན་པོ་ཞེ་དྲག་རེད། དེ་ལག་ལེན་སྟེར་སྟངས་ཀྱི་ཐོག་ལ་ཐབས་ལམ་འདྲ་མིན་སྣ་ཚོགས་གསུངས་གནང་སོང། དེ་ཚོ་ཚང་མ་གལ་ཆེན་པོ་རེད། གོ་རྒྱུ་ཡོད་མཁན་ད་དུང་ཡང། དེ་ཡི་ཐོག་ལ་དེ་ལས་ལྷག། གྲོས་ཚོགས་ཀྱི་འགྲོ་སྟངས་ཀྱི་ཐོག་ནས་ང་ཚོས་སྐད་ཆ་བཤད་དུས། དེ་ཙམ་ཞིག་རེད་མ་གཏོགས་ལྷོད་ཡངས་བྱས་ནས་འཇོག་རྒྱུ་ཡོད་པ་མ་རེད། དེ་ལས་ལྷག་པ་ཅིག་ཐབས་ལམ་དང་དེ་ལས་ལྷག་པ་ཅིག་གི་གནས་ཚུལ་གསུང་རྒྱུ་ཡོད་པ་འདྲ་པོ་ང་རང་གིས་ཚོར་སོང་དེར་བརྟེན། བཀའ་བསྟན་ཚོགས་མཆོག། གྲོས་ཆོད་འདི་ལ་རྒྱབ་སྐྱོར་ཞུ་རྒྱུ་དང་དེ་བཞིན་བོད་ནང་དུ་དཀའ་ངལ་ཡོད་སའི་རྔ་པ་ཀིརྟི་དགོན་དང་རྔ་པ་ཁུལ་གྲྭ་བཙུན་རྣམས་དང། འདིར་ཚང་མས་གསུངས་པ་ནང་བཞིན་བོད་ཡུལ་ཆོལ་ཁ་གསུམ་གྱི་ཁུལ་དང། གང་ལྟར་གྲྭ་བཙུན་གཅིག་པོ་ཞུས་ནའང་འགྲིག་གི་མི་འདུག་མདོར་བསྡུས་ནས་ཞུས་པ་ཡིན་ན། བོད་དོན་བདེན་མཐའ་སེལ་བའི་ཆེད་དུ། སླད་ཕྱིར་དཀའ་ངལ་མྱོང་བཞིན་པ་དེ་དག་གི་ཆེད་དུ་གདུང་སེམས་མཉམ་སྐྱེད་དང། དེ་དག་ཚང་མ་ལ་འཕྲལ་ཕུགས་རྒྱང་སེམས་ལ་དཀའ་ངལ་མི་ཡོང་བ་ཞིག་ལ་ང་ཚོ་ཆོས་རིག་ལས་ཁུངས་ཀྱི་ངོས་ནས་རེ་བ་དང་སྨོན་ལམ་ཞུ་རྒྱུ་དང་ལྷག་པར་དུ་ང་རང་ཚོ་ཚང་མས་ཤོད་དགོས་པའི་གནད་འགག་ཆེ་ཤོས་ཤིག་ལ་ང་ཚོའི་དོན་དག་འདི་དང། འདི་མ་ཡིན་པའི་གནད་དོན་ག་འདྲ་ཡིན་ན་ཡང། ལྷ་དང་བཅས་པའི་སྐྱབས་གནས ྋགོང་ས ྋསྐྱབས་མགོན་ཆེན་པོས་བཀའ་སློབ་ལམ་སྟོན་དེ་སུས་ཀྱང་མཇལ་གྱི་མ་རེད་ལ། མཇལ་རོགས་ཞུས་ནའང་མཇལ་ཐུབ་ཀྱི་མ་རེད། ཡང་བསྐྱར་ཞུ་རྒྱུ་ཞིག་ལ། ཁྱེད་ཚང་བཀའ་སློབ་ལམ་སྟོན་གནང་བཞག་པ་རྣམས་ལ་ཡང། མཁས་བཙུན་བཀའ་སློབ་ལམ་སྟོན་གནང་བཞག་པ་རྣམས་ལ་ཡང་བསྐྱར་ཐུགས་སྣང་གནང་ནས། ས་ཆ་ག་པ་ཞིག་ལ་ཕེབས་པ་ཡིན་ན་ཡང་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ཀྱི་མགྲིན་ཚབ་པ་ཞིག་གནང་ནས། བོད་རྒྱ་ཆེའི་མི་མང་རྣམས་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ཁྲིད་གཏོད་པའི་འགན་དང་ནུས་པ་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཡོད་པར་བརྟེན་དེ་དག་ཚང་མ་བྱིས་བློས། མེད་པ་ཞིག་དང། ཐུགས་ཆེར་མེད་པ་ཞིག། འགན་ཁུར། ཐུབ་པ་ཞིག་བྱེད་རོགས་ཞེས་ཞུ་རྒྱུ་ཡིན། གང་ཡིན་ཟེར་ན། འཛིན་སྐྱོང་བཀའ་ཤག་གིས་སྤྱི་འཐུས་ལ་འགན་ཁུར་བ་དང། དྲི་བར་ལན་རྒྱག་པ། བརྩི་བཀུར་བྱེད་དགོས་ཀྱི་ཡོད་པ་རེད། སྤྱི་འཐུས་རྣམ་པའང་མི་དམངས་ཀྱིས་བསྐོས་པ་ཡིན་ཙང། མི་དམངས་ཀྱི་དྲི་བར་ལན་རྒྱག་པ་དང་མི་དམངས་ལ་བརྩི་བཀུར་བྱེད་དགོས་པ་དང། མི་དམངས་ལ་འགན་འཁུར་དགོས་པ་དེ་གཅིག་པ། གཅིག་ལ་གཅིག་བརྟེན་ཆགས་ཡོད་པ་རེད། དེར་བརྟེན་གཅིག་བྱས་ན། ཕྱིར་བལྟས་ཆགས་ཀྱི་ཡོད་པ་རེད། ཁྱད་པར་གང་ཡང་མི་འདུག་ང་ཚོ་ཚང་མ་དཀྱིལ་འཁོར་གཅིག་ཏུ་བསྡད་ཡོད་པར་བརྟེན། གོ་སྐབས་དེ་བཟུང་ནས་ཞུས་པ་ཡིན་ན། ད་ལྟ་གོང་དུ་ཞུས་པ་ནང་བཞིན་དོན་གནད་དེའི་ཐོག་ལ་དགོངས་པ་གསལ་བཤད་ཀྱིས་ས་ཕྱོགས་གང་དུ་ཕེབས་པ་ཡིན་ན་ཡང་བཀའ་དགོངས་དང་འགལ་མེད་ཀྱིས་གསུང་དགོས་པ་ཞེ་དྲག་གནད་འགག་ཆེན་པོ་རེད། དེ་འདྲ་ཞིག་གསུང་མ་ཐུབ་པ་ཡིན་ན་ཉི་མ་གཅིག་ལ་ད་ནངས་ཚོགས་གཙོའི་ཕར་ཆེར་གསུང་གྲུབ་སོང་བསམ་བྱུང། དེ་ཡིན་དུས་སྐབས་དེ་གྲོས་ཚོགས་ཀྱི་ནང་ནས་གཅིག་རེད་གསུང་ན། གཉིས་རེད་གསུང་ཟེར་ནས་མི་མང་ལ་ཕར་ཁྱབ་ཀྱི་རེད་ཟེར་བ་དང། རྡ་རམ་ས་ལ་ནི་རྙོག་དྲ་ཡོང་གི་ཡོད་རེད་ཟེར་བ་དང་དེ་འདྲ་སྔོན་མ་བཤད་སྲོལ་ཡོད་པ་རེད། དེ་ལ་ང་ཚོས་བརྟག་དཔྱད་བྱེད་དགོས་པ་རེད་འདོད། དོན་དེ་འདྲ་ཡིན་དང་མིན་སྤྱི་འཐུས་ཀྱི་ནང་དུ་དཀའ་ངལ་རིགས་ག་འདྲ་ཞིག་གནས་བསྡད་ཡོད་ན་གཞུང་གི་ལངས་ཕྱོགས་དང་ལྟ་བ་དེ་མི་མང་གི་ནང་ལ་ཁྱེར་ནས་མི་དམངས་ལ་གཙང་བ་བྱས་ནས་བཀའ་གནང་ས་ཡོད་པ་མ་རེད། ང་ཚོའི་མངོན་འདོད་དེ་གསལ་པོ་གནང་ནས་གསུངས་པ་ཡིན་ན། འགྲེལ་བཤད་བརྒྱབ། ཁོ་རང་ཚོས་དེ་འདྲ་མ་རེད་འདི་འདྲ་ཞིག་རེད་གསུངས་ན། ཐུགས་ཞིབ་དང་ངོས་ལེན་གནང་དགོས། ང་ཚོ། མང་གཙོ་རེད་མ་གཏོགས་དཔོན་པོ་དང། བཀས་བཀོད་རྒྱུད་འཛིན་རིགས། བཀས་བཀོད་རྒྱུད་འཛིན་རིང་ལུགས་མ་རེད། ད་ལྟ་ང་ཚོ་ག་རེ་ཆགས་ཡོད་པ་རེད། ང་ཚོ་ཚང་མས་གུས་བཀུར་ཞུ་ས་ནི། བཙན་བྱོལ་བོད་མིའི་བཅའ་ཁྲིམས་དེ་ཆགས་ཡོད་པ་རེད། ང་ཚོས་རྟག་པར་ཤེས་པ་བཞིན། ཁྲིམས་ཀྱི་དབང་སྒྱུར་ཐོག་ལ་འགྲོ་དགོས་ཀྱི་ཡོད་གསུངས་དུས། དེ་ལ་ངས་འགྲེལ་བཤད་ཞུ་དགོས་པ་མི་འདུག་དེ་ཡིན་དུས་ད་ལྟ་གོང་དུ་ཞུས་པ་ནང་བཞིན། ཐུགས་ལ་འཇགས་རོགས་ཞུ་རྒྱུ་དང། གྲོས་ཆོད་འདི་ལ་རྒྱབ་སྐྱོར་ཞུ་རྒྱུ་ཡིན་ཐུགས་རྗེ་ཆེ། ཚོགས་གཙོ་སྤེན་པ་ཚེ་རིང་མཆོག་ནས་འབྲོག་ལས་གསུམ་པར་གཏན་འབེབས་འགྲོ་རྒྱུ་ལ་ད་ལྟ་དགོངས་ཚུལ་གསུངས་བཞག་པའི་ནང་ནས། འདས་པའི་ལོ་དྲུག་བཅུ་ལྷག་ཙམ་རིང། ཤེས་རྒྱ་གུང་ཁྲན་ཟེར་བ་དེ་རྒྱ་ནག་གུང་ཁྲན་ཟེར་ནས་བཟོ་བ་ཡིན་ན། ཟེར་བའི་བསམ་ཚུལ་ཞིག་འདུག་རྒྱ་ནག་དེ་ཡང། རྒྱ་ནག་དེ། ཡར་བཅུག་པ་ཡིན་ན་དགག་བྱ་ཡོད་ཀྱི་མ་རེད། ཟིན་བྲིས་བཅུ་གཅིག་པའི་ནང་ལ་གྲྭ་ཕུན་ཚོགས་ཟེར་བ་དེ་ལ་གྲྭ་བློ་བཟང་ཕུན་ཚོགས་ཟེར་ནས་ཡར་བཅུག་དགོས་པའི་བསམ་ཚུལ་ཞིག་འདུག་བློ་བཟང་ཞེས་ཡར་བཅུག་རོགས་གནང་དེའི་འོག་དེ་ལ། ཡུལ་མི་བརྒྱ་ཕྲག་དུ་མས་གྲྭ་པ་རྣམས་བསད་བ་དེ་ལ་དགེ་ལྡན་པ་རྣམས་བཟོས་ན་ཡག་ས་རེད་གསུང་མཁན་བྱུང་སོང། དེས་དགེ་ལྡན་པ་བཟོ་རྒྱུ་དང། དེའི་འོག་དེ་ལ་དེ་བཞིན་ཀི་ཏི་དགོན་པའི་གྲྭ་པ་བརྒྱ་ཕྲག་འགའ་ཞིག་བསད་བ་དེ་དེས་དགེ་ལྡན་པ་བརྒྱ་ཕྲག་འགའ་ཤས་བཟོ་རོགས་གནང། དེ་ནས་འོག་ནས་བརྩིས་པའི་ཐིག་འཕྲེང་གཉིས་པའི་ནང་ལ། སྐྱ་སེར་ཟེར་བ་དེ་སེར་སྐྱ། བཟོ་ན་ཡག་ས་རེད་ཟེར་བའི་བསམ་ཚུལ་འདུག། གསལ་ཏེ་དངོས་ལ་བཅུག་རོགས་གནང། གྲོས་ཚོགས་རང་ནས་ལ་རྒྱ། ཨོ། གྲོས་ཚོགས་རང། གྲོས་ཚོགས་རང་ནང་ལ་རྒྱ་གཞུང་ནས་ཟེར་བ་དེ་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནས་ཞེས་བཟོ་རོགས་གནང་དེ་ནས་ཚིག་འབྲུ་གཉིས་པ་དེ་ལ་བོད་མི་ཚོར་རྒྱ་ནག་གི་བཅའ་ཁྲིམས་སུ་བཀོད་པའི་ཟེར་བ་དེ་ལ་བཅའ་ཁྲིམས་དང་རྩ་ཁྲིམས་ལབ་པ་ཡིན་ན། ཁྱབ་ཆེ་བ་འདུག་བཅའ་ཁྲིམས་དང་རྩ་ཁྲིམས་སུ་བཀོད་པར་གྱིས། དེ་ནས་ཐུན་ཕྲག་གསུམ་པའི་ནང་ལ་ལྔ་པ་ཀིརྟི་དགོན་པའི་དགོན་གྲོང་གཉིས་གཙོས་པའི་བོད་ནང་གི་རྫ་དྲག་གནས་སྟངས་ཤེས་འཇགས་ཡོང་བའི་ཐབས་ཚུལ་ལ་བསམ་ཞིབ་བྱེད་དགོས་པ་བཅས་ཟེར་བའི་ཚབ་ལ་བཞག་ནས། རྒྱ་གཞུང་ལ་གསན་ནས་བཟོ་རོགས་གནང། དེའི་འོག་ལ་འབོད་སྐུལ་ནན་ཏན་ཞུ་རྒྱུ་དང། གནད་དོན་བདེན་རྫུན་སེལ་བ་ལ་བག་དངོས་འཇུག་བཟོ་རོགས། དེའི་འོག་དེར་དངོས་དོན་བདེན་རྫུན་རྟོག་ཞིབ་སླད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་གཙོས་དེ་ནི། རྒྱལ་སྤྱིའི་ཚོགས་སྡེ་དང་བསྲེས་ནས་སྤྱོད་རྒྱུ་དང། དེ་ལྟར་སྤྱོད་པའི་ཐོག་ནས་སྤྱི་མོས་ཀྱིས་གཏན་ལ་ཕབ་པ་ལ་དགག་བྱ་མེད་གསུངས། སྤྱི་མོས་ཀྱིས་གཏན་ལ་ཕབ་པ་ཡིན། བཀའ་ཤག་གིས་མགྲིན་ཚབ་ཞུ་རྒྱུ་དེའི་རྗེས་ལ། དངོས་གཞི་ལས་དོན་དང་ང་ཚོ་ཆབ་སྲིད་ཀྱི་སྒང་ལ་བགྲོ་གླེང། བྱེད་དགོས་པའི་གོ་སྐབས་བྱུང་བ་དང། བྱེད་ཐུབ་པའི་དགོངས་ཚུལ་གསུང་མཁན་ཉི་ཤུ་རྩ་ལྔ་བྱུང་བ་རེད། དེའི་ནང་ནས་བཀའ་བློན་གཅིག་དང། སྤྱི་འཐུས་ཉི་ཤུ་རྩ་བཞི། སྤྱི་འཐུས་ཉེར་བཞི་ནང་ནས་སྤྱི་འཐུས་གསར་བ་བཅུ་ཡི་འཆར་གཞི་བླངས་པ་མ་ཟད། དགོངས་ཚུལ་གསུང་མཁན་ཚང་མས་བཀའ་མོལ་དེ་དག་ཚད་དང་ལྡན་པ་ཡག་པོ་ཞིག་གི་ཐོག་ནས་འགྲོ་ཐུབ་སོང་བསམ་གྱི་འདུག་ཚོགས་གཙོའི་ངོས་ནས་རྟེན་འབྲེལ་ལ་མ་སོང་ནའང་སྐབས་བཅོ་ལྔ་པའི་ལས་དོན་བྱ་རྒྱུའི་ལས་དོན་དང་པོ་དེ་ཚགས་ཚུད་པོ་ཞིག་དང་གནས་ཚད་བདེན་པའི་བགྲོ་གླེང་ཞིག་གི་ངོ་བོ་ཐོག་ནས་འགྲུབ་ཐུབ་སོང་དེ་ནང་བཞིན་བྱས་ནས་སྐབས་བཅོ་ལྔ་པའི་དུས་ཡུན་ཡོངས་རྫོགས་ལ་འགྲོ་རྒྱུའི་རེ་བ་ཞུ་གི་ཡོད། དེ་ནས་ད་ལྟ་ལས་རིམ་འགྲོ་བསྡད་པའི་སྐབས་ལ་གཅིག་བྱས་ན་ཐུགས་ཁག་མི་འདུག་སྤྱི་འཐུས་གསར་པ་ཁ་ཤས་གྲོས་ཚོགས་ཀྱི་འགྲོ་ལུགས་དང། དེ་ཚོའི་སྒང་ལ་ཏོག་ཙམ་མཁྱེན་གྱི་མེད་པ་སོང་ཙང། གྲོས་ཚོགས་ཚོགས་ཁང་ནས་ཡར་འཛུལ་དུས་དང་མར་ཐོན་དུས། ཚོགས་གཙོས་ཞབས་སྟེགས་དེ་ལ་གུས་འདུད་ཅིག་ཞུ་དགོས་ཀྱི་ཡོད་རེད། དེ་གཅིག་ཞུ་རྒྱུ་དང། གཉིས་པ་དེ། སྤྱི་འཐུས་རྣམ་པ་ཁ་ཤས་ཀྱིས་བཀའ་མོལ་གསུངས་པའི་སྐབས་ལ་སྤྱི་འཐུས་གཅིག། གཅིག་བྱས་ན། མིང་སྟོན་རྒྱུ་དེ་གྲོས་ཚོགས་ཀྱི་འགྲོ་སྟངས་ནང་ལ་བྱས་པ་ཡིན་ན། བཀུར་འོས་སྤྱི་འཐུས་ཤིག་གིས་འདི་འདྲ་གསུངས་སོང། བཀུར་འོས་སྤྱི་འཐུས་གཞན་པ་ཞིག་གིས་འདི་འདྲ་གསུངས་སོང་གསུངས་པ་ཡིན་ན། སུ་ནི། མིའི་དོན་མི་དགོས་པའི་མིའི་དོན་མི་དགོས་པ་གནང་ན་ཡག་པོ་ཡོད་རེད་དྲན་གྱི་འདུག་དེ་ནས། གཅིག་དེ་སྤྱི་འཐུས་གསར་པ་གཉིས་ཀྱིས་འདི་གསུངས་སོང། གྲོས་ཆོད་འདོན་མཁན་སྤྱི་འཐུས་གཅིག་དང། རྒྱབ་སྐྱོར་ཞུ་མཁན་སྤྱི་འཐུས་གཅིག་གཉིས་ལ་ཐུགས་རྗེ་ཆེ་ཞུ་གི་ཡོད་གསུངས་ཀྱི་འདུག། རྣམ་པ་ཚོས་ག་རེ་མཁྱེན་དགོས་རེད་ཟེར་ན། གཞུང་འབྲེལ་གྱི་གྲོས་ཆོད་གྲོས་ཆོད་ཡིན་སྟབས། ཡིན་ན་དེས་སྤྱི་འཐུས་རྒྱུན་ལས་ལ་མཉམ་དུ་བཀའ་བསྡུར་གནང་ནས་གཏན་འབེབས་བྱས་ཤག་པའི་ཡིག་ཆ་ཞིག་རེད། དེ་གང་ཟག་སྒེར་གྱི་ཡིག་ཆ་ཞིག་ཆགས་ཀྱི་ཡོད་མ་རེད། དེ་སྤྱི་འཐུས་སྒེར་གྱི་ཡིག་ཆའི་ལས་དོན་ཞིག་ཡིན་པ་ཡིན་ན། དེ་སྔོན་སུས་ཟ་པ་ས་ལ་གསོད་དུ་ལས་དོན་ཞིག་བྱ་གི་ཡོད་རེད། སྤྱི་འཐུས་སྒེར་གྱི་ཡིག་ཆ་ཡིན་ན་དེ་ཁོ་རང་ཁོ་རང་འགྲོ་སྟངས་ཁ་ཅིག་རེད། གཞུང་འབྲེལ་གྱི་ཡིག་ཆ་ཚོགས་ཚུད་མར་ཀློག་པའི་སྐབས་ལ། གཞུང་འབྲེལ་གྱི་གྲོས་གཞི་གྲོས་ཆོད་བསྲེས་ནས་ལས་དོན་པ་དེ་ཡང་ཁྱད་པར་ཞིག་ཡོད་རེད་དེ་རིམ་པ་བྱས་ནས་ང་རང་ཚོ་ཤེས་དགོས་ཀྱི་རེད། གནས་ཚུལ་དེ་དག་བྱུང་བ་སོང་ཙང་ཚོགས་གཙོས་ལམ་སྟོན་ཞིག་ཞུས་ན་བསམ་སོང།